ང་ཚོས་མི་རིགས་འདི་ལ་ཆ་མཚོན་ནས་བཤད་ན། ས་འདིའི་ཆ་ཤས་སུ་གྱུར་པ་གང་ཞིག་ཡིན་ཡང་ཚང་མ་ནི་མཆོག་ཏུ་གྱུར་པ་ཞིག་ཡིན་ཏེ། བྱེ་ཐང་རེ་རེ་དང་ས་ཞིང་རེ་རེ། རི་རྒྱུད་རེ་རེ། ཆུ་བོ་རེ་རེ། འོད་འཕྲོ་བའི་ལོ་མ་རེ་རེ། བང་བང་གི་སྒྲོག་པའི་སྲིན་འབུ་རེ་རེ་དང་ད་དུང་ནགས་ཚལ་སྟུག་པོའི་ཁྲོད་ཀྱི་སྨུག་པ་དང། ནམ་མཁའི་སྤྲིན་དཀར་སོགས་ཐམས་ཅད་ནི་ང་ཚོའི་མི་རིགས་འདིའི་ཉམས་མྱོང་དང་དྲན་པའི་ངོས་སུ་ལྷད་མེད་པ་ཤ་སྟག་ཡིན། ང་ཚོ་ནི་ས་གཞིའི་ཆ་ཤས་ཤིག་ཡིན་ལ། ས་གཞིའང་ང་ཚོའི་ཆ་ཤས་ཤིག་ཏུ་གྱུར་ཡོད། རྩྭ་སྔོན་དང་གཡུ་ལོ། མེ་ཏོག་སོགས་ནི་ང་ཚོའི་མིང་ཧྲང་ཡིན་ལ། ཤྭ་བ་དང་རྐྱང། ཤར་གོད་སོགས་ནི་ང་ཚོའི་ཕུ་ནུ་སྤུན་མཆེད་ཡིན། ལྗོན་པའི་གོག་ཏུ་ཐང་ཆེར་རྒྱུ་བ་ནི་ང་ཚོའི་ཁྲག་རྩའི་ནང་དུ་ཟུངས་ཁྲག་རྒྱུག་པ་དང་འདྲ་ལ། ང་ཚོ་དང་ས་གཞི་ཆེན་པོའི་ཐོག་གི་རི་རྒྱུད་དང་ཆུ་རྒྱུན། རྩི་ཤིང་དང་སྲོག་ཆགས་སོགས་ནི་ཁྱིམ་ཚང་གཅིག་ཡིན། ཆུ་དང་གཙང་པོའི་སྟེང་ནས་འོད་ཆེམ་ཆེམ་དུ་འཕྲོ་བ་དེ་ནི་ཆུ་ཁོ་ན་མ་ཡིན་པར་དེ་ནི་ང་ཚོའི་མེས་པོ་རྣམས་ཀྱི་ཟུངས་ཁྲག་ཀྱང་ཡིན་ནོ། དྭངས་བསིལ་མེ་ལོང་ལྟ་བུའི་ཚེས་ཉིད་ཀྱི་ལྡོག་བརྙན་རེ་རེས་ང་ཚོས་བརྒྱུད་མྱོང་བའི་ལོ་རྒྱུས་ཀྱི་ཕུ་ཐག་དང་བརྗེད་མེད་ཀྱི་འདས་དོན་མཚོན་ཡོད། ཕྱིར་དྲན་ལྷུང་ལྷུང་འབབ་པའི་སྒྲ་དེ་ནི་ང་ཚོའི་མེས་པོ་རྣ་རིམ་གྱི་བྱམས་བརྩེའི་འབོད་པ་ཡིན། དེའི་རྒྱུ་མཚན་ནི་ཆུ་དང་ཆུ་བས་ང་ཚོའི་དཀོན་པའི་གདུང་བ་སེལ་བ་དང། ང་ཚོའི་ཡིད་ཀྱི་བྱང་ས་བརླན་པར་བྱས་ལ། ང་ཚོའི་བུ་རབས་ཚར་རྒྱུད་ཀྱང་བསྐྱངས་པ་ཡིན། ཆུ་བོའི་ནགས་ཚོགས་དོད་པའི་གཟེངས་རྟགས་པ་དང་གཟེངས་ནི་འབབ་རྒྱུན་ཆད་པ་མེད་པའི་ཆུ་བའི་སྟེང་དུ་འཕུར་སྤྲོད་ཚུར་སྤྲོད་བྱེད་ལ་གཟེངས་ཐོག་ཏུ་ནགས་ཚལ་རེ་བ་སྤོ་མཐོར་བཙགས་ཡོད། གལ་ཏེ་ང་ཚོས་ས་ཆ་འདི་བློས་བཏང་ནས་ཆུ་ཚོད་སྤྲད་ཚེ་ཁྱོད་ཚོས་ས་འདི་ནི་མཆོག་ཏུ་གྱུར་པ་ཞིག་ཡིན་པ་ཡིད་ལ་ངེས་པར་དུ་འཛིན་དགོས། རྒྱུ་མཚན་ནི་ས་འདིའི་ཆུ་བོ་ནི་ང་ཚོའི་སྤུན་མཆེད་ཡིན་པར་མ་ཟད་ཁྱོད་ཚོའི་སྤུན་མཆེད་ཀྱང་ཡིན། ཁྱོད་ཚོས་རང་གི་ཕུ་ནུ་ལ་གཅེས་སྐྱོང་བྱེད་པ་བཞིན་དུ་ང་ཚོས་ཁྱི་དང་ཆུ་བོར་གཅེས་སྐྱོང་བྱེད་དགོས། དབྱིན་ཏའེ་ཨེན་གྱི་མི་ནི་ཆར་རྒྱུས་ཀྱི་དྭངས་གཙང་གི་བསིལ་བའི་གྲང་ངར་ལ་དགའ་ཞིང། དེ་ཆུ་ངོས་སུ་ལྡང་བའི་སྐྲ་ལ་དགའ་བར་མ་ཟད་བསིལ་བའི་ཁྲོད་དུ་འཐུལ་བའི་ཐང་ཆུའི་གྲང་ངར་ལའང་ཧ་ཅང་དགའ། ཁོག་དབུགས་ནི་སྲོག་ལྡན་ཐམས་ཅད་ཀྱི་ཚེ་འཛིན་རྟགས་ཡིན་པས་ན་ང་ཚོར་མཚོན་ན་ཡང་རིན་ཆེན་བཤད་དུ་མེད་པ་ཞིག་ཡིན། གལ་ཏེ་ང་ཚོས་ས་ཆ་འདི་བློས་བཏང་ནས་ཁྱོད་ཚོར་སྤྲད་ཚེ། ཁྱོད་ཚོས་ས་འདི་ནི་མཆོག་ཏུ་གྱུར་པ་ཞིག་ཡིན་པ་ཡིད་ལ་ངེས་པར་དུ་འཛིན་དགོས། ཁོག་དབུགས་དང་ཁོག་དབུགས་ཀྱིས་བསྲེས་པའི་ཚེ་སྲོག་ནི་མུ་འོག་གཅིག་ཏུ་གྲུབ་སྟེ། ཕྱི་རླུང་གིས་ང་ཚོའི་མེས་པོར་དབུགས་ཀྱི་ཐོག་མ་བྱིན་ལ་མེས་པོའི་དབུགས་ཀྱི་མཐའ་མ་དེའང་དུས་པ་ཡིན། དེ་དང་འདྲ་བར་མཁའ་དབུགས་ཀྱིས་ང་ཚོའི་བུ་རབས་ཚར་རྒྱུད་དང་སྐྱེ་དངོས་ཡོད་དོ་ཅོག་ལ་ཚད་དང་སྲོག་སྟེར་བ་རེད། ང་ཚོས་དེར་བདག་གཉེར་བཟང་པོ་བྱས་ན་ཁྱོད་ཚོས་ཀྱང་རླུང་གིས་བསྐྱེད་ཡོང་བའི་རྩྭ་ཐང་གི་གྲིབ་སོང་ལོངས་སུ་སྤྱོད་ཐུབ། གལ་ཏེ། ང་ཚོས་ས་ཆ་འདི་བློས་བཏང་ནས་ཁྱོད་ཚོར་སྤྲད་ཚེ། ཁྱོད་ཚོས་ས་འདི་ནི་མཆོག་ཏུ་གྱུར་པ་ཞིག་ཡིན་པ་ཡིད་ལ་ངེས་པར་དུ་འཛིན་དགོས། ཁྱོད་ཚོས་ངེས་པར་དུ་ས་འདིའི་ཐོག་གི་སྲོག་ཆགས་ལ་ལྟ་སྐྱོང་བཟང་པོ་བྱེད་དགོས། སྲོག་ཆགས་གཅིག་ཀྱང་མེད་ན་འགྲོ་བ་མིས་ཇི་ལྟར་བྱེད་དམ། གལ་ཏེ་སྲོག་ཆགས་ཡོད་དོ་ཅོག་ཤི་སོང་ན། འགྲོ་བ་མིའང་འཆིར་འགྱུར་རོ། སྲོག་ཆགས་ཀྱི་ཐོག་ལ་ཡོང་བའི་འཇིགས་པ་དེ་ནམ་ཞིག་ལ་འགྲོ་བ་མིའི་མགོ་ལ་ཡང་ཡོང་ངེས་ཡིན། ཁྱོད་ཚོས་རང་གི་བྱིས་པར་ཁོ་ཚོའི་རྐང་འོག་གི་ས་ནི་ང་ཚོས་མིད་པའི་པུར་བྱིས་པའི་གདོང་ཐུལ་ཡིན་པ་དང་སུའི་ནང་དུ་ང་ཚོས་གཉེན་ཉེ་གསོག་ཐུབ་ཡོད་པ་བཤད་དགོས། ང་ཚོས་རང་གི་བྱིས་པར་སློབ་གསོ་བཏང་བ་ནང་བཞིན་ཁྱོད་ཚོས་ཀྱང་རང་གི་བྱིས་པར་ས་གཞི་ནི་ང་ཚོའི་ཨ་མ་ཡིན་པ་བཤད་དགོས། ས་གཞིའི་ཐོག་ཏུ་བྱུང་བའི་དོན་དག་གང་ཡིན་ཡང་མཐའ་མར་ས་གཞིའི་ཕྲུ་གུའི་མགོ་ལ་ཡོང་ངེས་ཡིན། ང་ཚོ་ས་གཞི་ལ་ཧ་ཅང་དགའ་སྟེ། བཙས་མ་ཐག་པའི་བྱིས་པ་ཨ་མའི་དྲོད་འཇམ་གྱི་རིམས་ལ་དོང་བ་བཞིན་དུ་ང་ཚོ་ས་གཞི་ལ་ཧ་ཅང་དགའོ། ཁྱོད་ཚོས་ཀྱང་ང་ཚོ་བཞིན་དུ་ས་གཞི་འདིར་གཅེས་སྐྱོང་བྱེད་དགོས། ཁྱོད་ཚོས་རང་གི་བུ་རབས་ཚར་རྗེས་ཀྱི་ཆེད་དུ་སྟོབས་ཤུགས་ཡོད་རྒུ་དང་བརྩེ་བ་ཡོད་རྒུ་བཏོན་ནས་ས་གཞི་འདིར་སྲུང་སྐྱོབ་བྱེད་དགོས། ང་ཚོས་གསལ་བོར་ཤེས་ཡོད་དེ། ས་གཞི་ནི་འགྲོ་བ་མིར་དབང་བ་ཞིག་མ་ཡིན་པར་འགྲོ་བ་མི་ནི་ས་གཞིར་དབང་བ་ཞིག་ཡིན། མང་ཚོགས་ཚགས་སྒྲིལ་བྱེད་པ།

ཕ་ཞབས་བཅུ་ཕུ། ཕ་ག་བཞག་ཐག། ཕུ་ཐག། ཕུ་ཐག། ན་ར་གུ་གུ་རུ་མ་བཞག་རིམ། ན་རིམ། ན་རིམ། ཀ་ད་ཞབས་བཅུ་གཏུ་ང་བཞག་གདུང། བ། གདུང་བ། གདུང་བ། དགག་བཟའ་གུག་བཟི་ང་ས་བཞག་བཟང་བཟང། ས་བབ་དག་སྤ་ན་རོ་སྤོ་སྤོ། པ་ཞབས་ཀྱི་པུ་ར་བཞག་པིར། བ་བཞའ་ཞབས་ཀྱི་བཞི་ས་བཞག་བཞི།